ཟེར་སྤྱིར་བཏང་ང་ཚོ་བོད་པ་ཨ་མི་རི་ཀའི་གཞི་ཨ་མི་རི་ཀ་ལ་གཞིས་ཆགས་ཡོད་པ་དང། གཅིག་ད་ག་ནང་བཞིན་གྱི་རྒྱ་གར་ནང་ལ་གཞིས་ཆགས་ཡོད་པ་དེ་ཚོའི་གྲས། ས་གནས་འགའ་ན་དཔོན་པོ་དུ་དང། དེ་ནི་ཨ་མི་རི་ཀ་ལ་ཆ་བཞག་ནས་གཅིག་རོགས་བྱེད་མཁན་དེ་ཚོའི་གྲས་མང་པོ་གཅིག་གིས་བོད་པ་ས་ལབ་དུས་གཅིག་ཡ་རབས་བོ། དྲང་པོ་དྲང་བཞག་བྱེད་མཁན། ཨེ་བསམ་པ་བཟང་པོ་ཡག་པོ་འདུག་བསམ་ནས། ང་དེ་འདྲའི་བཤད་མཁན་མང་པོ་ཡོང་མྱོང། ཨ་མྲ་ལྷག་པར་ཨ་མྲ་ཨ་མི་རི་ཀ་ཕལ་ཆེར་འདི་གོ་ནས་ཅི་ག་གོ་ཡིན་ན་ཐ་བ་བར་ཅི་ལིའ་བོད་པ་ཚོ་ཁ་རུ་ཅིག་སླེབས་ཏེ་ཡོད་རེད་འདིའི་རྐང་ལས་ཀ་བྱེད་ངན་ཨ་མྲ་ཨ་མི་རི་ཀའི་འབྱོར་ལྡན་ཁྱིམ་ཚང་ཅིག་གིས་དེ་བ་མི་བྱེད་ཨེ་འདུག་ཨ་མི་དེ་ང་དེ་འདྲ་ཟ་ཨེ་ནི་བོད་པ་ཕི་གེ་ལེ་ཡ་འདི་ཕྱོགས་ཕྱི་ནས་བོད་པ་མི་བཙན་བྱོལ་བ་བྱས་ནས་ཅིག་ཕི་གེ་བག་དག་ང་ཚོ་རོགས་བྱེད་འདི་འདྲ་ཟི་ཡིན་ཕྱོགས་གཅིག་ནས་བོད་པའི་གོམས་གཤིས་འདི། ཨེ་ནི། མི་རང་ཡོད་སའི་ས་ཁུལ་དུ་བ་གཅིག་ལྗགས་ཐུ་རོ་བྱ་ན། ཨེ་ནི་གཅིག་གི་མི་གཅིག་ཁྲ་གྲང་མགོ་བརྡ། གཅིག་ཡ་རབས་བྱ་དེ་འདྲས་ལ་ཡ། གཅིག་གི་བོད་པའི་མིག་ལྟོས་རིགས་འདི། མི་རང་ཡོད་སའི་ས་ཁུལ་གི་མི་མང་ཚོ་ལ་ཡ་མིག་ལྟོས་བཟང་པོ་ཡོང་ཡ་ལ། གཅིག་ཕན་ཐོག་ཡོང་གི་རེད་བསམ་པའི་དེ་འདྲའི་རེ་བ་རྒྱག་གི་ཡོད་ས། ཚེ་སྲོག་དེ་འདྲས་ཡིན་དུས་ང་ཚོ་བོད་པ། རང་བཞིན་གྱི་སྟངས་ང་ཚོ་མི་དྲང་པོ་དག་ཨེ་ནི། ལྷག་བསམ་ལྡན་པ་ཆགས་ཆེ་དེ་འདྲ་རེད། ད་ཡང་སྐུ་ལོ་ངན་པ་ང་ཚོ་མི་སྐྱོན་རུ་བྱུང་བྱས་དེ་འདྲ་བྱུང་བ་རེད། ཨེ་ནི་ཡུལ་བ་ཚོའི་རྟོགས་ས་ག་ཚུགས་རེད་བོད་པའི་བོད་པ་ཚོ་མ་དགའ་རུ་བྱས་བྱས་དེ་དུས་བ་ཡུལ་བ་ཁ་ཤས་ཀྱི་དེ་འདྲ་ཟིག་གི་ས་བོད་པ་དངོས་འབྱོར་དེ་ཚོའི་གྲས་དེ་ཤ་ཡག་རེ་བོ་ཡོད། ཕྱིས་སུ་ཡོང་མཁན་ཁ་ཤས་ཡང་ཡག་པོ་རང་མི་འདུག་ཟིན་ཟིན་ལི་ཟིག་གི་ས་ད་འདི་ཁ་ཡོག་མར་བ་ད་ད་ཅིག་ཁོ་ང་རང་ཚོས་ཅིག་དངོས་ནས་ཅིག་བཟང་པོའི་ཡ་རབས་ཀྱི་ཅིག་སྤྱོད་པར་བ་འདུག་ཟིན་ཡོད་བསྡད་པ་དེ་ཚོའི་གྲས་དམིགས་བསལ་གྱི་དོ་སྣང་བྱས་ནས་བཤད་སོང་བ་ཨུན་ཨེ་ནི་ལྷག་པར་ཅིག་གཞོན་སྐྱེས་ཡ་ཅིག་འཚར་ལོངས་བྱས་ཡོང་མཁན་ཚོ་ལ་ཡ་ཅིག་ཞག་དང་ཞོགས་ལ་ཡ་ད་ང་ཚོ་བོད་པའི། གཅིག་དངོས་གནས་གཅིག་པས། མི་ལ་ཡང་འཛམ་བུ་གླིང་ལ་གཅིག་ངོམ་ཡག་ཟེར་ནས་མི་འདུག་ང་རང་ཚོ་རང་ལ་ཡིན་ནའི་གཅིག་སེམས་སྐྱིད་པོ་ཡོང་ཡག་གི་རྩ་བ་རུ་དེ་ཡི་རབ་བྱེད་ཡག་ཟེར་མཁན་དེ་རེད་ད། སེམས་པ་བཟང་པོ་བྱེད་ཡག་དེ་གལ་ཆེན་པོ་རེད་ཟེར་ནས་མི་རབ་གཞོན་སྐྱེས་ཡག་འཚར་ལོངས་བྱེད་མཁན་ཚོ་དེ་ཁྱང་ཚོས་བློ་འཚོལ་བྱེད་ཡག་དེ་གལ་ཆེན་པོ་རེད་ཤག་ཨེ་ད། ཁྱང་ཚོ་བོད་སྤྱི་པའི་ད། ད་ག་འདྲ་བོད་པའི་ང་ཚོ་སྒྲིག་འཛུགས་གནས་སྟངས་འདི་ནི་ཨེ་ནི། ཉིས་སྟོང་བཅུ་གཅིག་གི་ལོ་ནས་ད་ང་རྒན་ཡོལ་ཆ་ཚང་ལ་ཕྱིན་པ་རེད། བྱས་ནས་ངས་རྒན་ལ་ཁྱི་གི་ཡོང་མ་རེད། ད་བས་རྒན་མ་ཁྱི་རེད་བྱས་ནས་ཡང་གཅིག་གི་སྲིད་སྐྱོང་མི་དུས་དུས་ལ་ཡ་ཐོག་གི་ཡོད་ལ། ང་ཡང་ཨེ་ནི་གཅིག་ཁོ་རང་གི་གནས་སྟངས་རུ་ཚུད་དྲན། གཅིག་ལས་ཀ་བྱེད་ཆོག་གོ་ཨེ་ནི་ང་སྐད་ཆ་འདྲི་གི་རེད།

ང་དེ་བ་ད་མཁས་དབང་མང་པོ་ཐུག་གི་ཡོད་རེད། ཅིག། ཨེ་ནི། ཐེ་ར་བ་ད་ཅིག་གི་ད་ཆོས་རྒྱུད་འཛིན་པ་ནང་ངེད་ཀྱིས་ག་ད་ཨེ་ནི། པཱ་ལིའི་གི་ཆོས་རྒྱུད་འཛིན་མཁན་མང་པོ་ངས་མཇལ་གི་ཡོད་རེད། ད་ག་ནང་བཞིན་གི་རྒྱ་ནག་གི། ཅིག་གི་ད་ལེགས་བྱང་གི་ཆོས་རྒྱུད་འཛིན་མཁན་ཆགས་བསྡད་གི་ཡོད་རེད་ངས་མང་པོ་ཐུག་གི་ཡོད་རེད། ས་རྟགས་གང་དག་ང་ཚོ་བོད་ལ་ཡོད་པ་ནང་བཞིན་གཅིག་གིས་ཨེ་པའི་གཞུང་ཆེན་འདི་ཚོའི་གྲས་རྩ་བ་བློ་ལ་ཟིན་ཨེ་ནི་འགྲེལ་པ་དེའི་དེ་པའི་ཚིག་རེ་རེ་ཞིག་ནས་མང་འགྲེལ་བཤད་བརྒྱབ་ཨེ་ནི་དེའི་ཆོས་རྭའི་ནང་ལ་ཡང་བརྟག་བཤེར་བྱས་ནས་ཚད་མ་ཚད་མ་རིག་པའི་ཐོག་ནས་བརྟག་བཤེར་བྱས་ཟིན་ངེས་དེ་ང་ཚོ་བོད་སྤྱི་ཁོག་མ་གཏོགས་མི་འདུག་ག་ས་དེ་འདྲ་ཡིན་དུས་ང་ཚོ་བོད་ལ་ཡོད་འདོད་པའི་སངས་རྒྱས་ཀྱི་བསྟན་པ་དེ་བོད་མི་རིགས་ཀྱི་ད་མི་ཁྱེད་ཚོ་ག་སོག་རུ་ཕེབས་མཁན་ཁྱད་ཆོས་རུ་གཅིག་རེད་ལ་དེ་ཙམ་དུ་མ་ཟད་པའི་འཛམ་བུ་གླིང་སྤྱི་ཁོ་ར་ང་ཚོ་བོད་ཀྱི་ད་ནང་པ་སངས་རྒྱས་པའི་ཆོས་ཡོད་དེ་བ་དེ་འཛམ་བུ་གླིང་ནང་པའི་ཡུལ་གྲུ་ཚང་མ་ལ་ཡང་ང་ཚོའི་བར་གཅིག་ཞབས་འདེགས་སྒྲུབ་ཐུ་ཡག་གི་ནུས་པ་ཡོད་དེ་བ་རེད་ཤག་དེ་ཙམ་དུ་མ་ཟད་པའི་འཛམ་བུ་གླིང་འདི་གང་ལ་ཆོས་ཆུ་རྒྱུད་གཞན་དག་ཚོས་ཡིན་ནའི་བློ་གཟུ་རུ་གནས་པ་ཚོས་གྲས་ཀྱི་བོད་ཀྱི་སངས་རྒྱས་པའི་ཆོས་ཀྱི་བསླབ་བྱ་ལ་ཡང་དོ་སྣང་བྱེད་ཀྱི་འདུག་བ། ཨེ་ནི། བདག་ནི་ཞིག་གིས་ཆོས་དད་མེད་མཁན་གྱི་མི་ནག་ལོ་ལས། སངས་རྒྱས་པའི་ཆོས་ཀྱི་འགྲེལ་བཤད་ཞིག་རྒྱབ་དུས་ཙམ་ནས་ད་དེ་དངོས་ཡོད་གནས་ཚུལ་ཡིན་བསྡད་པ་ཅིག་དང། རྒྱུ་མཚན་གྱི་ཐོག་ནས་འགྲེལ་བཤད་རྒྱག་ཡོད་བསྡད་པ་ཅིག་མཐོང་ཡོང་དུས་དགའ་པོ་ཆིག་འདུག་བ། གཞན་ཆོས་བརྒྱུད་མང་པོ་ཅིག་དད་པ་ཆེ་ན་འགྲོ་བསྡད་ཀྱི་ཡོད་རེད། སངས་རྒྱས་པའི་ཆོས་སྤྱི་དང་ལྷག་པར་དུ་ཡང་ལེགས་སྦྱར་གྱི་ཆོས་བརྒྱུད་འདི་ང་ཚོ་བོད་ལ་ཡོད་བསྡད་པའི་ཆོས་བརྒྱུད་འདི་འགྲེལ་བཤད་རྒྱག་ཡ་ཡོད་བསྡད་པ་ཅིག། ང་ཚོས་འགྲེལ་བཤད་རྒྱག་ཡ་དེ་དེང་སང་ཚན་རིག་པ་ཚོས་ཡ་ཞིག་རྦད་དེ་མོས་མཐུན་དང་པེ་རྒྱབ་སྐྱོར་བྱས་བྱས་འགྲོ་བསྡད་ཀྱི་ཡོད་རེད་ད་ལྟ་འདི་ང་ཚོ་བོད་མི་རིགས་ཀྱི་སྤོབས་པ་སྐྱེ་ཡ་རེད་ལ་འདི་ང་ཚོ་ད་བདག་པོ་བྱ་ཡ་དེ་གལ་ཆེན་པོ་འདུག་འདི་བདག་པོ་བྱ་ཡ་ལ་ཡ་བོད་ཡིག་དང་བོད་སྐད་དེ་ཤ་གལ་ཆེན་པོ་རེད་ད་ཤེས་སོང་ང་དེང་སང་ད་ཅིག་སློབ་སྦྱོང་བྱས་ནས་ན་གཞོན་པ་ཡ་ཡོད་ངེས་ཚོ་རིམ་པས་རིམ་པས་ཡ་བོད་སྐད་ཅིག་ལྷོད་ཡངས་སྣང་ཆུང་སོར་ཤོར་ཡིན་ན་ཡག་པོ་ཡོད་མ་རེད་ས་དེ་འདྲ་ཡིན་དུས་གཞོན་སྐྱེས་སྤུག་ཚོ་ལ་ཡ་ཨེ་ནི་ཡིན་གཅིག་མིན་གཅིག་བོད་ཡིག་དང་བོད་སྐད་བོད་སྐད་འཇགས་ཐབས་བྱེད་ཡ་ཆེ་ངམ་མོ་ངམ་མོ་ང་དེ། དེ་འདི་ཡང་ད་ཀ་ཤི་མིར་བོད་རིགས་ཁ་ཆེ་སུ་ཡོད་ཟེར་ཏེ། ང་ད་སྙན་མ་དེ་བ་ཚ་ཁ་ཤ་སླེབས་རེད་ད་བར་སྐབས་ད་ཟང་ཟིང་བྱས་བྱས་ཡང་ཕ་སླེབས་ཡ་མ་རེད། འོ་དེ་ཕ་སླེབས་དུས་ས་ནི་མི་ཁ་ཆེའི་སྤུ་གུ་ལྷས་ས་ཁ་ཆེ་སྤུ་གུ་དུ་དུ་བྲལ། དབུས་སྐད་གཙང་མ་ཞིབ་ཞིབ་རྒྱག་གི། ཨེ་རྒྱ་མཚོ་དམིགས་བསལ་བསླབ་གྲྭར་ཡོད་མ་རེད་ག་འདྲ་ཞིག་ཡོད་ས་ལ་ཡིན་ཁོ་རང་ཚོའི་ཁྱིམ་ཚང་ནང་ལོག་ལ་ཡར་སྤུག་ཚོ་ལྷའི་ས་གི་དབུས་སྐད་གཙང་མ་དེ་བསླབ་བྱེད་བྱེད་ཀྱི་ཡོད་ས་ཨེ་ཁ་སིང་ང་གཅིག་ཐུག་བྱུང་ཁ་ཀ་ཤི་མི་ནས་ཡོང་པའི་ཁ་ཆེ་ཞིག་རེད་ཤག་ཁོ་རང་ལ་དྭགས་ལ་ཡར་ཨེ་མོ་ཏྲ་དང་མཇལ་དུ་ལོ་བཅོ་བརྒྱད་ཕྱིན་གསུང་ས། ཨ་ནི་ང་ཡ། ད་ལྷས་ས་སྐྱས་པས་གཙང་མར་དགྱེས་གོར་ད། ཨ་ནི། ཡིད་བཞིན་ནོར་བུ། ཨ་ནི་སྐུ་གཟུགས་ག་འདྲི་ཏོ། ཏོག་ཙེ་བྲེ་ཏོ་ག་ཟག་ཆ་ངའི་ལག་པར་འདུག་ལག་པར་ཆང་བྱས་འདི་བྱས་ཨ། ཨེ་འདི་བཞུགས་ཏེ་ང་འདི་ས། ད་ང་ཚོ་ལྷས་ས་ཅིག་ག་དུས་གླེགས་རེ། ད་ལྷས་ས་ཆ་དྲན་གི་ས་གཉིས་བྱས་ཨ། ཨེ་འདི་གས། ཁྱེད་རང་ཚོ་ཀ་ཤི་མིར་ཡོད་པའི་ཁ་ཆེ། ལྷས་ས་ཁ་ཆེ་འཛུལ་བྲལ་ཏེ། ཨེ་ནི། ཁྱང་ཚོ། དབུས་སྐད། བོད་སྐད་དེ་ཡག་པོ་ཞིབ་ཅིག་ཁྱང་ཚོ། རྒྱ་གི་འདུག་བ། ཧོ། ད་ཐེངས་ང་ཚོས། པའི་ཉར་ཚགས་བྱས་ཏེ་ང་ཚོའི་ལས་འགན་རེད། ཁྱིམ་ཚང་ནང་གི་སྤུ་གུ་ཚོ་ལ་ཡང། བོད་སྐད་བསླབ་ཆེད་དེ་འདྲ་བྱེད་ཀྱི་ཡོད་ས། ཅི་ཚང་བ་དེ་འདྲ་ཡིན་དུས། ང་ཚོ་བོད་ཡིག་དང་བོད་སྐད་ནི་ཧྲ་གལ་ཆེན་པོ་རེད་ཤག། ཤག་སོང་ཨ། དེ་ང་ཚོ་བོད་མི་རིགས་ཀྱི་ངོས་ནས་སྤོབས་པ་བྱེད་ཡག་ཅིག་རེད་འདུག་བ། བོད་ཡིག་དེ་ཆ་བཞག་ན། ནང་པ་སངས་རྒྱས་བས་པའི་ལྟ་གྲུབ། གཏིང་ཟབ་པོ་འདུག་འདི་འདྲ་འབྲི་བཤད་རྒྱ་ཡག་འདི་བོད་སྐད་ཡག་ཤོས་རེད་མ་གཏོགས་ལེགས་སྦྱར་སྐད་ནི་ཡོང་མ་རེད་ད་མེད་པ་ཆགས་ཚར་རེད། ཨ་ནི་སྐད་ཡིག་གཞི་མདངས་ནག་ལོར་ནི་གཞི་ནས་ད་ཡོང་ཡག་རེད་མ་གཏོགས་ཡོང་ཡ་ཡོང་མ་རེད་དེ་འདྲ་ཡིན་དུས་བོད་སྐད་འདི་ཡག་ཤོས་རེད་ཆགས་འདུག་བཤད་ཨ་འདི་སེམས་ལ་བཞག་ཨ་ནི་ད། ཨ་ནི་སྤྱིར་བཏང་རྒྱ་བོད་ཀྱི་འབྲེལ་བའི་སྐོར་ཆ་བཞག་ན། ཅིག་རྒྱ་ནག་ལ་འགྱུར་བ་འགྲོ་སྡད་ཀྱི་འདུག་སྔ་མོ་མའོ་ཙེ་ཏུང་ཡོད་པའི་དུས་ཚོད་དང། ད་ག་ནང་བཞིན་གྱི་ཨི་ནི་ཏིང་ཞོ་ཕེ་ཡོད་པའི་དུས་ཚོད། ཨེ་ནི་ཅང་ཟིན་མེད་ཡོད་པའི་དུས་ཚོད་དེ་ཚོ་ལ་རིམ་པས་རིམ་པས་ཀྱིས་འགྱུར་བ་འགྲོ་བསྡད་ཀྱི་ཡོད་རེད། དེར་གེ་སར་རྒྱ་ནག་ནང་ལ་ཡང་སྤྱི་ཡོངས་ཀྱི་ཐོག་ནས་ཅིག་ཟ་ཁང་དང་དེ་འདྲའི་ནང་ལོགས་ལ་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱེད་དཔོན་པོ་དེ་འདྲས་ལས་སྐྱོན་བརྗོད་བྱ་རྒྱུ་དེ་ཞེད་སྣང་མེད་པ་ཞིག་བྱེད་ཐུག་འདུག་བ། བྱས་ཙང་ང་ཚོ་ལྷའི་ས་དེ་བ་ནས་བོད་པ་དེ་འདྲས་མ་རྒྱ་ནག་རང་ལ་མ་སླེབས་ནས་ཡོང་དུས་ཙང་ནས་ཨོ་ད་དེ་རང་དབང་ཞིབ་ཞུ་འདུག་ཟེར་ནས་དེ་འདྲས་ཞུ་ཡག་བྱས་ཀྱི་འདུག་བ། རྩ་ཁོ་རྒྱུ་བ་འགྲོ་སྡིག་འདུག་ཁོ་རྒྱ་ནག་ད་རྒྱུ་བ་མ་རྟག་རང་རྟག་རེད་པ་ད་ཨོ་ཨེ་ནི་དེ་རྒྱ་རིགས་ད་ཕྱི་རྒྱལ་ལ་ཡང་རྟག་དགོངས་འགྲོ་ངས་མང་པོ་ཞིབ་བརྗོད་བྱས་རེད་ཨེ་ནི་རྒྱ་རིགས་དཔོན་པོ་དེ་ཚོའི་གྲས་མང་པོ་གཅིག་གི་སྤུ་གུ་སློབ་སྦྱོང་བྱེད་ས་ཕྱི་རྒྱལ་ལ་ཕྱིར་འདུག་བ་བྱས་ཙང་ཁོ་རང་བཞིན་གྱི་དངོས་ཡོད་གནས་ཚུལ་དེ་ཤེས་ཡོང་གི་ཡོད་པ་ཡིན་དུས་ཚང་ནས་དངོས་ཡོད་གནས་ཚུལ་དེ་སྐབས་དུས་ཡང་ཁྱོན་ནས་མེད་ངེས་ཅི་ངས་སྒྲུབ་རུབ་རེད་ལོ་རྒྱུས་ཀྱི་ངས་བཤད་རེད། ལོ་རྗེས་ད་ཕན་ཚུན་ལོ་བཅུ་ཕྱིན་པ་རེད། དྲིན་དུ་ནས་ལྷས་ས་ཡ་གོང་ག་ལ་ཡ་གནམ་གྲུ་ཡོང་ཡག་ཅིག། གནམ་གྲུའི་ནང་ལ་ཡ་རྒྱ་མི་ཚོང་པ་ཅིག་བྱས། ཨེ་ནི། རྒྱ་མི་གཞུང་གི་ལས་བྱེད་པ་ཅིག་བྱས་ནི། ཨེ་ནི་བོད་པ་ཁ་ཤས་ཡོད་པ་དྲག་འདུག་ཨ། ཨེ་ནི་མེ་ན་ཡ་གནམ་གྲུའི་ནང་འདུག་ཡུན་དུ་བཙལ་ནས། རྒྱ་མི་ལས་བྱེད་པ་དེ་གི་ཏཱ་ལའི་བླ་མ་སྡུག་ཅག་རེད། ཨེ་ནི་བོད་པ་ཚོ་པའི་སྡུག་ཅག་རེད་ཁ་བྲལ་བ་རེད་ཟེར་རམ་འདྲི་བཤད་འདུག་ཨ། དེ་བཤད་པའི་ཁ་ཐུག་ལ། རྒྱ་མི་ཚོང་པ་དེ་གི་དེ་འདྲའི་མ་རྟགས་སེ། ཁོ་རང་ཚོང་པ་བྱས་བྱས་ཕྱི་རྒྱལ་དུ་བར་འགྲོ་བསྡད་ཀྱི་ཡོད། དངོས་ཡོད་གནས་ཚུལ་དེ་ངས་ཤེས་ཀྱི་ཡོད་སེ་དེ་འདྲའི་ཁྱོད་ནས་མ་རྟགས་བཤད་ནས་ཁོ་བཙན་རྒྱབ་ས། ས་དེ་འདྲ་ཡིན་དུས་ད་ག་ད་རྒྱ་རིགས་ནང་ལོག་ནས་དངོས་ཡོད་གནས་ཚུལ་ཤེས་མཁན་དེ་ཁོ་མང་རུང་མང་རུང་འགྲོ་གི་ཡོད་པ་ཡིན་དུས་ས་ནས་ད་ཁོ་སྐབས་དེ་བ་ཁྱོད་ནས་ཡོང་མ་རུང་བ་ད། ཤོག་ཚང་ས་འདི་འདྲའི་ཡིན་དུས་ཁོ་རིམ་པས་རིམ་པས་རིམ་པས་ཀྱིས་འགྱུར་བ་ཏན་ཏན་འགྲོ་གི་རེད། ད་ཞི་ཅིན་ཕིང་དང་པོ་ཡོང་འགྲོ་དུས་ཨ་ཅིག་རེ་བ་རུ་གོ་རོ་བྱུང། ཨ་ནི། ག་ལི་ག་ལི་ང་ལྟ་ཡི་འདྲ་བ་ཅིག་བྱུང་པ་རེད། ཁོ་རང་གི་མི། བློས་འཁེལ་བའི་གྲོགས་པོ་དེ་འདྲས་ངའི་ཚང་ལ་ཡོང་བྱས་ང་ཚོ། འབྲེལ་བ་བྱས་དེ་འདྲའི་གནས་ཚུལ་བྱུང་པ་རེད། ད་བར་སྐབས་ཁོ་རང་རང་གིས་ཅིག། ཡ་མཚན་རུ་སྐྱེས་འདུག་ག་ཅིག། ལས་བྱེད་པ་གཞུང་གི་སྒྲིག་འཛུགས་ཁག་ཏུ་ནང་ལོགས་ལ་དཔེ་ཁྲ་བོ་ཞེ་པོ་བྱེད་འདོད་པ་དེ་མི་རང་ཡིན Surprise Indication བ་སུ་ནས Surprise འདི་བྱུང་བ་ཅི་རེད་དེ་འདྲའི་གནས་ཚུལ་བྱུང་བ་རེད་བསམ་ད་ང་ད་ལོ་འདིའི་ལོ་མཇུག་ལ་ཡང་ཏང་གི་ཚོགས་ཆེན་བཅུ་དགུ་བ་དེ་ཚོགས་ཀྱི་ཡོད་རེད་ཨེ་ནི། དཔོན་རིགས་ཉམས་ལོག་རྒན་པ་དེ་ཚོ་དེ་ལྟར་རྒན་ཡོལ་གྱི་མཚམས་ལ་ཡང་སླེབས་ད་དཔོན་རིགས་ཉམས་ཞན་པ་དེ་འདྲ་ཡང་ཡོང་ཐུ་ཡ་གཅིག་ད་ལྷག་པར་རིམ་པས་རིམ་པས་ཀྱི་བར་སྐབས་ཕྱི་རྒྱལ་ཁག་ལ་ཕྱིན་ནས་སློབ་སྦྱོང་བྱེད་མཁན་གྱི་མི་རབས་དེ་ཡིན་རེད་ད་ཞིག་ནས་ཡང་འདུག་ས་ཡ་རྒན་ཁྱི་ངན་ན་ཀླད་ཡིན་དུས་རྩ་ནས་འགྱུར་བ་ཏན་ཏན་འགྲོ་གི་རེད། ཨེ་ན་ང་ཚོ་ཚོང་དང་མ་ཚོང་ནས་མ་རྩ་གཙོ་བོ་དེ་བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེ་མི་མང་དེའི་སྟེང་གི་ལྷག་བསམ་སྙིང་སྟོབས་ཐོས་ནས་པས་ཧ་ལས་རེད་དོ། ཚེ་དེ་འདྲ་ཡིན་དུས་བོད་ཀྱི་དཀའ་ངལ་འདི་དག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་བཞིར་དགུ་ལྔ་བཅུ་ནས་བཟུང་བ་ཅིག་གིས་ད་ལོ་ཧ་ལམ་ད་དྲུག་ཅུ་སོ་འགྲོ་བསྡད་ཀྱི་ཡོད་རེད། རེད་དེ་ཡིན་ནའི་བོད་རྒྱ་ཆེའི་མི་མང་གི་སེམས་ཤུགས་དེ་ཁྱོན་ནས་ནམ་ཡང་འགྱུར་བ་མེད་བསྡད་པ་ཧ་ལས་པ་རེད་ཤག། ཆོས་དད་པ་མེད་ངན་ཅན་པ་ཡིན་ནའི་མི་རིགས་ཀྱི་ཞེན་ཁོག་བྱེད་ཡག་དེ་ཞེ་བོ་ཤུགས་ཆེན་པོ་རེད་ཤག། ས་འདི་འདྲ་ཡིན་དུས་ཁོ་བདེན་པ་ཟེར་ངེས་དུས་ཁོ་ཟུབ་ཏུ་མེད་བསྡད་པ་ཅིག་གི་སྐོར་རེ་ཆགས་བསྡད་ཀྱི་ཡོད་རེད་ཨེ་ནི་འཛམ་བུ་ལི་ཕྱི་ལོག་ལ་ཡིན་ནི་བོད་ཀྱི་ཐོག་ལ་ཡ་ཅིག་དངོས་གནས་བོད་ཀྱི་བདེན་པའི་གནས་ཚུལ་ལ་རྒྱབ་སྐྱོར་བྱེད་ངེས་དེ་སྤྱི་ཡོངས་ཀྱི་ཐོག་ནས་ཤུགས་ཆེ་རུ་འགྲོ་བསྡད་ཀྱི་ཡོད་རེད་ཨེ་ནི་རྒྱ་རིགས་མི་མང་ནང་ལོག་ནས་བོད་ཀྱི་བདེན་པའི་གནས་ཚུལ་ཤེས་ངེས་དེ་མང་བོར་མང་བོར་འགྲོ་བསྡད་ཀྱི་ཡོད་རེད། ཁི་སི་ཉི་ཇཱ་རང་འདི་བྱས་པ་ཏག་ཏག་ང་ཟླ་བ་དྲུག་པའི་ནང་ལ་བོད་པའི་ཨ་མི་རི་ཀ་དུ San Diego University ཟེར་བ་ཅིག་ཡོད་རེད། རྔན་མ་ང་ཅིག་འགྲོ་མྱོང། དེས་ང་བོད་སྐད་ཡོང་རོགས་བྱེད་ཅེས་ཏག་ཏག་མཛད་འཆར་བཟོས་ཤོག་རེད། ཨེ་ནི་ཁོང་ཚོ་གཙུག་ལག་བསླབ་གྲྭ་འདི་འགོ་ཁྲིད་ཀྱི་གསལ་བསྒྲགས་རུ་བྱས་འདུག་ག་དེ་དུས་ཨེ་ནི་བསླབ་གྲྭ་འདི་ནང་ལ་ཡོད་བསྡད་པའི་རྒྱ་རིགས་སློབ་ཕྲུག་དགའ་རོགས་གཅིག་གིས་ངོ་རྒོལ་བྱས་པ་རེད། ཡང་རྒྱ་རིགས་ནང་ཚང་ནས་ཁོ་ཚོས་ང་ཡོང་ཡ་དེ་ངོ་རྒོལ་བྱེད་ཞེས་པ་དེ་གདོང་ལེན་བྱས་ནས་བདེན་པའི་གནས་ཚུལ་གསལ་བཤད་བྱ་ཆེད། ཕ་ཁ་བླ་བྲ་ཆེན་པོའི་ནང་ལ་ཡོད་བསྡད་པའི་རྒྱ་རིགས་ཀླུ་སྒྲུབ་ཚང་དུ་མ་ཟད་པའི་རྒྱ་ནག་རང་ནས་ཞུ་སྒོ་རྩོམ་ཡིག་དེ་འདྲ་མང་པོ་བྲིས་འདུག་བ། ཁྱེད་རང་ཚོས་ཏཱ་ལའི་བླ་མ་ལ་ངོ་རྒོལ་བྱ་ཡ་དེ་ཁྱེད་རང་ཚོས་གནས་ཚུལ་མ་ཤེས་པ་རེད། ཨ་ནི། ཁྱེད་རང་ཚོ་གུང་ཁྲན་ཏང་ལ་ཞེན་ཁོག་བྱས་ཡོད་ན་རྒྱ་ནག་ལ་ཚུར་ལོག་ཤོག་རྒྱ་ནག་ནང་ལས་ཀ་བྱ་ཤོག་དེ་འདྲ་ལབ་འདུག་ཨ། ཁྱེད་རང་ཚོ་ཏཱ་ལའི་བླ་མར་ངོ་རྒོལ་བྱས་རྒྱུ་མཛད་ཁྱོན་ནས་ཡོག་མ་རེད་ཁྱེད་རང་ཚོས་བསམ་བློ་བཏང་བསྡད་པ་དེ་ནོར་འཁྲུལ་རེད། ཤུགས་ཆེན་པོ་ཞིག་དང་དགག་པ་རྒྱབ་བྱས་རྒྱ་རིགས་ནང་ནས་ཏཱ་ལའི་དགག་པ་རྒྱབ་ནས་ཕི་ཀའི་ངོ་རྒོལ་བྱེད་མཁན་གྱི་རྒྱ་རིགས་ཁ་ཤས་ཀྱིས་ཏཱ་འུ་ཐུག་བྱས་ཨ་ནི། ང་ཚོས། ཏེ། ངོ་རྒོལ་བྱེད་པ་ཁས་མི་འགལ་མིན་ནི་ཚོང་དོན་ལས་ཁུངས་དང་དེ་ཚོས་སྡུག་ཟེར་ནས་དགག་པ་རྒྱབ་དགོས་རེད་ཟེར་ཡིག་ཆ་ཞིག་དང་ཁོ་རང་ཚོས་བཟོས་ནས་ང་ཚོར་སྤྲད་ཆོག་ཟེར་ནས་དེ་འདྲ་ལབ་རྒྱུ་ཁེལ་འདུག་ག་ཚད་བདེན་པ་ཟེར་མཁན་དེ་ཁོ་རིམ་པས་རིམ་པས་རིམ་པས་ཁོ་བདེན་པའི་ནུས་པ་དེ་ཤུགས་ཆེར་ཆེར་འགྲོ་བསྡད་བསྡད་བསྡད་རེད་ས་དེ་འདྲ་ཡིན་དུས་ཁྱེད་རང་ཚོ་བློ་བདེ་པོ་བྱེད་འདོད་ཨ། ཤེས་སོང་ཨ། ད་ང་ཚོ་པས་ལོ་ལྔ་བཅུ་ང་གྲངས་ཕྱིན་སོ། ད་གལ་ཡོང་བ་མི་འདུག་ས་བར་དེ་འདྲས་ཀྱི་སེམས་ཤུགས་ཆགས་ཡག་ད་ཅིག་གི་སེམས་ཞུམ་ཡག་དེ་འདྲས་ཁྱོད་ནས་མ་བྱེད་ཨ། ཤེས་སོང་ཨ། ཨེ་ད་ང་འགྲོ་རན་པ་རེད་ཨེ་ནི། ཞུ་གུ་དེ་ཨ་ད་ངས་དེ། ད་ང་ཚོ་ཡང་ཡང་ཐུག་གི་མེད་པ་ཡིན་དུས་ས་ནས།

ད་དེ་ནི་ཤེས་བདག་ཡིན་སྟངས་དང་གནམ་གྲུ་དང་འགྲོགས་རན་པ་རེད། སྐྱེ་ཕྲེང་ཚང་མ་ལ་བློ་བདེ་པོ་བྱེད་སེམས་སྐྱིད་པོ་བྱེད་འདོད་ཨ། ཨེ་ནི། གཞོན་སྐྱེས་ཚོས་སློབ་སྦྱོང་ཡག་པོ་བྱེད། ཁྱེད་རང་ཚོ་རྒན་པ་ཚོས་ག་ཚད་ཐུབ་ཐུབ་ཀྱི་སངས་རྒྱས་པའི་ཆོས་ཟེར་དེ་ག་འདྲས་ཞིམ་པ་ཅིག་སློབ་སྦྱོང་བྱས་ཏེ་གལ་ཆེན་པོ་རེད་ཤེས་སོང་ཨ། སྐྱབས་སུ་མཆི་ཟེར་དེ་ཅི་གོ་མེད་པ་བྱེད། སངས་རྒྱས་ཟེར་དེ་ག་འདྲས་ཞིག་ལ་ཟེར་གོ་རེད། ཆོས་ཟེར་དེ་ག་འདྲས་ཞིག་ལ་ཟེར་གོ་རེད། དགེ་འདུན་ཟེར་དེ་ག་འདྲས་ཞིག་ལ་ཟེར་གོ་རེད།